ད་དེ་དྲུག་པ་དེ་རེད་དོ། དྲུག་པ་ཕྱི་རྐྱེན་ངེས་མེད་ལ་བསམ་སྟེ་མི་རྟག་པ་བསྒོམ་པ་ཟེར་བ་དེ་རེད། ད་སོ་སོ་ཤིག་རེད་བ། ཤེས་ཡས་ཀྱི་རྐྱེན། cause cause ཟིག་རེད་བ་ཡང་ན cause of death མི་ཤི་ཁ་འགྲོ་དུས་གང་ལ་རྐྱེན་ཅིག་འཕྲད་ནས་ཤི་འགྲོ་གི་རེད་ཁ་ཤས་མེ་མདའ་ཞུ་ནས་ཤི་འགྲོ་གི་རེད་ཁ་ཤས་དུག་ཟས་ནས་ཤི་འགྲོ་གི་རེད་ཁ་ཤས་ལོ་བརྒལ་ནས་ཤི་འགྲོ་གི་རེད་ཁ་ཤས་ཨ་མའི་ཁོག་པ་ནས་ཤི་འགྲོ་གི་རེད་ཁ་ཤས་དེ་ལྟར་དར་ལ་བབས་ནས་རྐང་པ་བཙུགས་འགྲོ་ཡོད་དུས་གང་ལ་དེ་དུས་ཤི་འགྲོ་གི་རེད་ཁ་ཤས་ཁ་ལག་ཟ་གི་ཟ་གི་ལ་རྐྱེན་བྱས་ནས་ཤི་འགྲོ་གི་རེད། ཁ་ཤས་འདུག་ས་ནས་ཤི་འགྲོ་གི་རེད་ཁ་ཤས་གཡང་ལ་མ་ཤོང་ནས་ཤི་འགྲོ་གི་རེད་ཕྱི་རྒྱན་དུ་མ་ཡོད་རེད་དེ་ལ་བསམ་བློ་བཏང་དེ་ལ་བསམ་བློ་བཏང་ནས་དེ་གས་མི་རྟག་པ་རེད་འདུག་བ་མི་རྟག་པ་སྒོམ་སེ་གོ་རེད་དེ་འོ་དེ་ཡང་ཆོས་ལ་ཚུར་བློ་ཁུག་ཡས་ཀྱི་ཐབས་ཤེས་རེད་ཕྱི་རྒྱན་མི་རྟག་པ་ཕྱི་རྒྱན་ངེས་མེད་ལ་བསམ་སྟེ་མི་རྟག་པ་སྒོམ་པ་ནི་རང་རེ་འཛམ་བུ་གླིང་པའི་མི་རྣམས་སྐྱེས་པ་ཙམ་ནས་འཆི་བར་ངེས་ཀྱང་སེ་དེ་རེད་ང་ཚོ་འཛམ་བུ་གླིང་འདི་ན་ལ་ཡོད་དོན་གྱི་མི་ཏིག་ཏིག་ཐམས་ཅད་དེ་ད་འཛམ་བུ་གླིང་ལ་བ་རེད་མ་གཏོགས་འཇིག་འཇིག་རྟེན་འདི་ན་རེ་ཡོང་གི་འགྲོ་བ་སེམས་ཅན་ཐམས་ཅད་དེ་སྐྱེ་བའི་ཐ་མ་འཆི་རྒྱུ་རེད་ཐག་ཆོད་ཚར་ངེས་པར་དེ་འདི Definite རེད་ད་སུ་གཅིག་གི་འདི་ཤེས་ཡོད་ཁོ་སྐྱེ་བ་རེད་ད་ཁོ་ཁོ་ཤི་གི་མ་རེད་ད་ཟེར་ཡོད་སུ་གཅིག་ཡོད་མ་རེད། སྐྱེས་པ་ཙམ་ནས་འཆི་བ་ངེས་ཀྱང། འཆི་ལུགས་འཆི་རྐྱེན་འཆི་བའི་དུས་ཚོད་མ་ངེས་ཤིང། ཤི་སྟངས་དེ་ག་འདྲས་ཤིག་རེད་འཆི་ལུགས་ཟེར་དུས་གང་ན་ཤི་སྟངས་དེ། འཆི་རྐྱེན་ཟེར་དུས་གང་འཆི་ཤི་དུས་གང་ལ་རྐྱེན་ག་རེ་འཕྲད་ནས་ཤི་གི་རེད། འཆི་བའི་དུས་ཟེར་དུས་གང་ལ་ག་དུས་ཤི་གི་རེད་ལོ་བཅུ་ལ་སླེབས་ནས་ཤི་གི་རེད་ལོ་བརྒྱ་ལ་སླེབས་ནས་ཤི་གི་རེད་ལོ་བརྒྱ་བཅུ་ལ་ཤི་གི་རེད་ག་དུས་ཤི་གི་རེད་སུ་གཅིག་གིས་ཧ་གོ་མ་རེད་ད་ལྟ་བོད་ན་ཁྱེད་རང་ཚོ་ག་དུས་ཤི་ས་རེད་ཧ་གོ་ས་རེད་བས་ཧ་གོ་མ་རེད། ང་ག་དུས་ཤི་མིན་ང་ཧ་གོ་མི་འདུག་གཅིག་བྱས་ན་སང་ཉིན་ཤི་གི་ཡོད། གཅིག་བྱས་ན་དེ་རིང་དགོང་དང་ང་ཡར་འགྲོ་དུས་ཡལ་གི་ཤི་གི་ཡོད། སུ་གཅིག་ཧ་གོ་མ་རེད་གསུངས་བསྡད།

གཅིག་བྱས་ན་ཨེག་སི་ཏྲན་བྱས་ནས་ཤི་གི་ཡོད་རུང་གཅིག་བྱས་ན་དུག་ཟ་ནས་ཤི་གི་ཡོད་རུང། གཅིག་བྱས་ན་སེམས་ཁྲལ་ལངས་ནས་ཤི་གི་ཡོད་རུང་གཅིག་བྱས་ན་དཀའ་ངལ་སྤྲད་ནས་ཤི་གི་ཡོད་རུང། སུ་གཅིག་ཧ་གོ་དུག་མར་བསྡད། ཨོ་ཡ། གང་གང་གིས་འཆི་བ། རྒྱུ་ག་རེ་ལ་ལྟོས་ནས་ཤི་གི་ཡོད་པ། སུ་ལའང་ངེས་པ་མེད། ཨོ་ནི་སེམས་ཅན་སུ་ལ་ཡང་དང་ངེས་པ་སྤུ་ཙམ་ཡོད་མ་རེད། འཇིག་རྟེན་འདིར་འཚོ་བའི་རྐྱེན་ནི་ཉུང་ཞིང་འཆི་བའི་རྐྱེན་ནི་མང་བས། ཨོ་ད་དེ་རེད་ད། འཇིག་རྟེན་འདིའི་ནང་ལ་ང་ཚེ་རིང་པོ་བསྡད་ཀྱི་ཡིན་སྲིད་པས་འཚོ་བའི་རྐྱེན་གྱིས་འོར་བ། འཚོ་བའི་རྐྱེན་ཟེར་དུས་གང་ལ Facilities to live long ང་མ་ཤི་ར་མ་ཤི་ཡའི་ཐབས་ཤེས Facility འདྲ་མ་འདྲ་རྐྱེན་དེ་འདྲའི་ཚད་ཁ་སྒྲོག་གི་ན་འོ་རྐྱེན་དེ་ཉུང་ཉུང་རེད་གསུང་བ་དང། ཚེ་རིང་པོ་བསྡད་ཡས་ཀྱི་རྐྱེན་དེ་ཉུང་ཉུང་རེད། ཤི་ཡས་ཀྱི་རྐྱེན་དེ་མང་པོ་རེད་གསུང་བ་དེ། ཞེས་གྲ་མ་འདྲེ་ཐོགས་ནས་ཤི་འགྲོ་བ་སྟེ། ཁ་ཤས་ལ་ནི་གྲི་དེ་འདྲའི་སྐོར་ཕྱེ་བའི་རྐྱེན་གྲི་བཙུད་བཞུས་ནས་དེ་ནི་བ་ཟུག་ནས་བ་གའི་འདོན་པ་ཡིན་ནས་ཞི་གི་ཡོད་མ་དེ། ཕྱེ་བའི་རྐྱེན་ཟེར་གི་ཁྱེད་ཚང་རོ། ཁ་ཤས་ལ་དེ་འདྲས་ཞིག་བདེ་བ་བཞུས་བདེ་བ་ཞིག་དེ་འདྲས་བཞུས་སོང་ནས་ཤི་འགྲོ་བ་སྟེ། རྐྱེན་ག་འདྲས་ཅིག་ཡིན་མིན་སུ་གཅིག་ཧ་གོ་གི་མ་དེ། འོ་འཆི་བའི་རྐྱེན་ནི་མང་པོ་རེད། འཚོ་བའི་རྐྱེན་ཡོད་ཉུང་ཉུང་རེད། ཚེ་རིང་པོ་དེ་གི་འཚོ་བའི་རྐྱེན་ཟེར་ནི། འཇིག་རྟེན་འདིར་འཚོ་བའི་རྐྱེན་ནི་ཉུང་ཞིང་འཆི་བའི་རྐྱེན་ནི་མང་བས་སློབ་དཔོན་ཨ་ཡ་དེ་བས། སློབ་དཔོན་ཨ་ཡ་དེ་བ་དེ་སུ་རེད་ཟེར་ན་ཀོང་པོ་ཀླུ་སྒྲུབ་ཀྱི་སློབ་མ་ཡོད་ན་མེད་ན་དེ་རེད། ང་ཚོ་དབུ་མེད་ཀྱི་སྟོན་པ་ཀོང་པོ་ཀླུ་སྒྲུབ་དང་ཨ་ཡ་དེ་བ་ཟེར། ཨོ་ད་བསམ་གྱི་མེད་རྒྱབ་ཨ་ཡ་དེ་བ་ཟེར་འཕགས་པ་ལགས་ཨ་རེད་ཟེར་ནས་འཕགས་པ་རེད། དེ་བ་ཟེར་ན་ལྷ་རེད། བོད་སྐད་ལ་ཚུར་བསྒྱུར་ན་འཕགས་པ་ལགས། ཨོ་འཕགས་པ་ལགས་ཀྱི་དབུ་མ་བཞི་བརྒྱ་བ་ཞིག་བརྩམས་ཡོད་དེ། དབུ་མེད་ཀྱི་བསྟན་བཅོས་བརྩམས་ཡོད་རེད་ཚིག་བཅད་ཤོ་ལོ་ཀ་བཞི་བརྒྱ་ཡོད་དེ་འགའ་ཞིག་ད་སྙན་པོ་ཞུ་ཨ་ར་ཡ་སྡེ་བ་དེ་དེ་ནི་སྙན་ངག་མཁས་པ་རེད་ཤི་གི་འདུག་ཁོང་གིས་བརྩམས་པ་དེ་ཚིག་བཅད་དེ་ཚོ་སྙན་པ་ལ་ཨ་མ་མ་མ་གོ་བདེ་བ་ལ་འདུག་སུ་ཀློག་ནས་གོ་ཡོང་ཚང་མ། ཁ་ཤས་ཚིག་བཅད་དུ་ཁྲག་པོ་ཡོང་གི་འདུག་ཨ་ཨ་ཡ་སྡེ་བ་དེ་དེ་འདྲས་མེད་ཨ་ཡ་སྡེ་བ་དེ་སྙན་ངག་མཁས་པ་རེད་ཟེར་གི་འདུག་བརྩམས་སྟངས་དེ་བརྩམས་ཚད་གང་པོ་དུག་པ་བཤལ་ཚད་གང་པོ་བག་གི་བྲིས་ཚད་གང་པོ་ཁྲ་ལེ་མེ་ལམ་སང་ཨ་གུ་གུ་རེད། ཡང་གཏིང་ཟབ་པོ་ཡོད་དེ་འགས། ཡང་ཁ་ཤས་ཡང་ཏི་ཧ་གོ་མཁན་དེ་ལས་སླ་བོར་བརྩི་གི་རོ་མར་ད་ལས་སླ་བོ་བརྩི་གི་ཡོད་མ་ངེས། དཔེ་མི་སྲིད་པའི་གཏིང་ཟབ་པོ་ཡིན་གི Profound ཡིན་གི་ཡིན་ན་ཡང་ཀོ་དཔེ་མི་སྲིད་པའི་ལས་སླ་བོ་གོ་རྒྱུ་ཡོད་དེ་འགས། འོ་དེ་ཨ་ཡེ་དེ་བས་ཀི་གསུང་དེ་ཚོ་ནང་ལ་ཡོད་རེད་ཟེར་ཡ། འཆི་བའི་རྐྱེན་ནི་ཤིན་ཏུ་མང། འཚོ་བའི་རྐྱེན་ནི་ཤིན་ཏུ་ཉུང་དེ་ཡང་འཆི་བའི་རྐྱེན་དུ་འགྱུར་ཞེས་གསུངས་པ་ལྟར་ཟེར་འདུག་ད་དེ་གང་ལ་ཚིག་དེ་པ་ལས་སླ་བོ་རེད་ཅེས་མི་འདུག་ཨེ། ཨ་ཡེ་དེ་བས་གསུང་ཚང་མ་དེ་འདྲས་རེད་དེ། འཆི་བའི་རྐྱེན་ནི་འཆི་བའི་རྐྱེན་ནི་ཤིན་ཏུ་མང། ཤི་ཡས་ཀྱི་རྐྱེན་སྦྱོར་བ་སྟེ་ནི་པ་གྲངས་མེད་མང་པོ་ཡོད། གྲངས་མ་འདྲ་རྐྱེན་གྲངས་མ་འདྲ་ཐོག་ནས་བཤད་ཡོང་དུས། འཚོ་བའི་རྐྱེན་ནི་ཤིན་ཏུ་ཉུང། འཚོ་བའི་རྐྱེན་སྦྱོར་བ་འཚོ་བའི་རྐྱེན་ཟེར་དུས་ཚེ་རིང་པོ་ལྡན་གྱི་རྐྱེན་ག་རེ་རེད་དཔེར་ན་ཆ་བཞག་གིན་ཁ་ལག་ཟ་ཡས་དེ་རྐྱེན་གཅིག་རེད། ཚེ་རིང་པོ་ལྡན། ཆུ་འཐུང་ཡས་དེ་རྐྱེན་གཅིག་རེད། དོགས་སློག་དེ་འདྲའི་དགོས་ཡ་ཡིན་ཁ་ཤས་ཡང་དོགས་སློག་གོན་ཡོད་མོད་ན་ཆགས་བྲེལ་དེ་ནི་ཤི་འགྲོ་གི་དེ་འདྲ་ཡོད་རོ་དེ་ཚོའི་འཚོ་བའི་རྐྱེན་རེད་བ་དང། འོ་འཚོ་བའི་རྐྱེན་ནི་ཤིན་ཏུ་ཉུང་སོ་ཉུང་ཉུང་རེད་གསུངས་རེད། ཉུང་ཉུང་ཡིན་པ་ཙམ་མ་ཟད་དེ་ཡང་འོ་འཚོ་བའི་རྐྱེན་དེ་ཡང་འཆི་བའི་རྐྱེན་ལ་བར་འགྲོ་གི་རེད་གསུངས་ཏེ། ད་ཁ་ཤས་གར་འཆི་གི་རེད། ད་ང་ཚེ་རིང་པོ་བསྡད་དགོས་འདུག་དཔེར་ན་མི་ཞིག་ན་བ་ཡིན་ན། ད་མེད་དེ་ན་ནི་སྙིང་རྗེ་སྤུན་རྒྱག་དེ་ཚོ་གི་རོགས་པ་རོགས་བྱེད་ཁ་ཆེ་ཁ་ལག་དེ་ཚོ་ཡག་རིག་ཡག་རྩེ་སྤྲད་ཁ་ཆེ་ཁ་ཆེ་སུབ་དེ་ནི་སོ་ཁ་ཆེ་ཁ་ཆེ་ཅིག་བཏུང་ཁ་ཅིག་ཅིག་ཡང་ས་ཡང་ས་སྤྲད་ཁ་ཆེ་ཨོ་འདི་ཁ་ལག་འདི་དུག་ཏུ་གྱུར་ཁོ་ཤི་འགྲོ་མ་ཤི་ཡའི་ཐབས་ཡས་ལ་ཐབས་ཤེས་ལ་ཁ་ལག་སྤྲད་པ་འདི་འཆི་བའི་རྐྱེན་ཅིག་རེད་གསུང་བར་བརྟེན། ད་འཚོ་བའི་རྐྱེན་འདི་ཡང་འཆི་བའི་རྐྱེན་ལ་འཕགས་འགྱུར་རེད་ཉེན་ཁ་ཡོད་རེད་ཟེར་ཁ་ལག་ཟས་ཁྲག་སོང་ན་ཡང་དུག་དུག་ཆགས་རྒྱུ་དང། ཁ་ལག་དེ་འདྲའི་ཟ་གི་དང་རྙིང་པ་དེ་ཆགས་སོང་ཡང་དུག་ཆང་གི་དེ་འདྲའི་དུག་ཁ་ལག་སྐྱེན་འདུག་གཅིག་པ་མིག་སྲབ་སྟེང་མཁན་ཚ་བོ་དེ་འདྲ་ཡོད་ད་དུག་ཆང་གི་དེ་འདྲ་ཡོད་རེད་དེང་སང་འདི་ཚོ་འཚོ་བའི་རྐྱེན་རེད་དེ་ཡིན་ནས་ཁོ་དུག་ཆགས་དགོས་རེད། འཆི་བའི། གར་ཚ་འཚོ་བའི་རྐྱེན་ནི་ཤིན་ཏུ་ཉུང་དེ་ཡང་འཆི་བའི་རྐྱེན་དུ་འགྱུར་ཞེས་གསུངས་པ་དང། མེ་དང་ཆུ་དང་དུག་དང་དབྱངས་དང་མི་རྒོད་དང། གཅན་གཟན་ལ་སོགས་པ་འཆི་བའི་རྐྱེན་ནི་ཤིན་ཏུ་མང་ཞིང་གསལ་མེའི་གཤིས་གྲོང་ཁྱེར་ཆུའི་གཤིས་གྲོང་ཁྱེར་དུག་གི་གཤིས་ལས་དབྱངས་ལེན་མ་ཆུང་ནས་བཞེངས་ཀྱི་མི་རྒོད་ཀྱི་དེ་འདྲའི་གི་ཟ་བའི་གི་སྡུག་བསྔལ་གཅན་གཟན་གདུག་པ་བཅས་དེ་འདྲའི་འཕྲད་ནས་དོན་རྩོད་གི་བ་སེལ་བའི་རྐྱེན་དོན་རྩོད་ཚང་མ་འཆི་བའི་རྐྱེན་རེད་དེ། འཆི་བའི་རྐྱེན་ནི་ཤིན་ཏུ་མང་ཞིང་འཚོ་བའི་རྐྱེན་ནི་ཉུང་ཟད་ཙམ་ལས་མེད་ཟེར་ཏེ། ཚེ་རིང་པོ་བསྡད་གི་རྐྱེན་དེ་འདྲའི་སོར་སྐོགས་དེ་འདྲའི་ཉུང་ཉུང་མ་གཏོགས་ཡོད་མ་རེད་གསུངས་བ་ལྟར། རྐྱེན། འཚོ་བའི་རྐྱེན་དུ་རློམ་པའི་ཟས་དང་གོས་ལ་སོགས་པ་རྣམས་ཀྱང་འཆི་བའི་རྐྱེན་དུ་འགྱུར་བའང་ཡོད་དེ། འདིར་དེ་དག་འཚོ་བའི་རྐྱེན་ཟེར་ཏེ་ཚེ་རིང་པོ་དེའི་ཆེད་དུ་མ་ཤི་བ་ཅི་འདས་ཀྱི་ཐབས་བཤད་ལ། དེ་ཚོའི་རྐྱེན་དུ་རློམ་པའི་ཟས་ཟེར་ཏེ་ཁ་ལག་དེ་ཚོ་ཁ་ལག་ཟ་དུས་གང་ལ་དེ་ངོ་ཚོ་ཚེ་རིང་པོ་དེའི་ཐབས་ཤེས་རེད་བ། དོགས་ལོག་གོན་དེ་ཚོ་ཚེ་རིང་པོ་དེའི་ཐབས་ཤེས་རེད་བ་གཟུགས་པོ་ལ་ན་ཚ་མ་ཡོང་བའི་ཐབས་ཤེས་རེད་བ། འོ་དེ་ཚོ་ཡང་ཤི་བའི་རྐྱེན་དུ་འགྲོ་མཁན་མང་པོ་ཡོད་དཱ་གསུངས་པ་དེ། དཔེར་ན་ཆ་བཞག་ན་སྡེ་སྲིད་དང། དོགས་ལོག་པ་བྱེད་པའི་རྐྱེན་གང་འདྲས་ཆགས་ཀྱི་རེད་ཟེར་དུས་ཀར་རྔན་མ་དེ་འདྲའི་ལོ་རྒྱུས་དེ་འདྲའི་མང་པོ་ཡོད་རེད། རྔན་མ་དང་དེ་རིང་སང་འདྲ་གི་མ་རེད། རྔན་མ་ང་ཚོ་ཝཱ་རི་ན་སི་སྡོད་པ་དེ་དུས་བར་ལོ་ཕ་ཆེན་སུམ་བཅུ་བཞི་བཅུ་སྔོན་ལ་རེད་འདུག་ཝཱ་རི་ན་སི་སྡོད་དུས། ད་དེ་དུས་ཀར་ང་ཚོ་ཝཱ་རི་ན་སི་ནས་ཡཱ་མཱ་ཡོང་དུས་རི་ལི་ནང་ལ་ཡོང་དུས་ཀར་ལ་རི་ལི་དེ་དཀའ་ལས་ཅི་ཡོད་རེད་དཀའ་ལས་ཅི་ཡོད་རེད། རི་ལི་དེ་རྗེ་བོ་མང་པོ་བསྐྱལ་དགོས་རེད། དེ་ནི་དེ་དུས་བོད་པ་ཚོ་གཉིས་ཀྱི་གནས་སྐོར་ལ་མང་པོ་འགྲོ་དགོས་རེད་དེ་བོད་པ་ཚོ་དུ་བ་གསེར་གྱི་རྩི་ཁོག་དེ་འདྲའི་སྟངས་དེ་འདྲའི་གཏེར་ཁ་ཆེ་རུ་ཏོག་ཙེ་ལྷ་པ་གཟུགས་ཅན་འདི་འདྲའི་དོན་མང་པོ་ཡོད་སྲིད་འདུག་དེ་དོགས་ལོག་དེ་ནི་འཚོ་བའི་རྐྱེན་རྫིག་པོ་ཡིན་བསམ་གི་ཡོད་རེད་འོ་དེའི་རྐྱེན་ཅན་ཞིག་ཡོད་དེ་དེ་བ་ལ་དེ་ནི་རྒྱན་ཆ་དེ་འདྲའི་བཏགས་ནས་འགྲོ་དགོས་དེ་ཕག་དེ་ནི་བསད་འགྲོང་གི་དེ་ནི་མང་པོ་ཡོད་དེ་ད་དེ་ཚོ་ཁོ་རང་ཡག་པོ་ཡིན་པའི་སྐད་ཆ་རེད་དེ་འདི་གི་འཆི་བའི་རྐྱེན་བྱེད་ཀྱི་འདུག་བ་སེམས་དེ་ཁ་ལག་དེ་འདྲའི་ཟ་དུས་གང་ལེགས་ཡག་པོ་ཡོང་ཡ་བྱེད་དུ་ཁ་ལག་ཟ་གི་ཡོད་རེད་ཤི་འགྲོང་གི་མང་པོ་ཡོད་དེ། འོ་འདི་འདྲས་ད། འཚོ་བའི་རྐྱེན་དུ་ཉུང་ཟད་ཙམ་ལས་མེད་ན་འཚོ་བའི་རྐྱེན་དུ་རློམ་པའི་ཟས་དང་གོས་ལ་སོགས་པ་རྣམས་ཀྱང་འཆི་བའི་རྐྱེན་དུ་འགྱུར་བའང་ཡོད་དེ། དུག་ཅན་གྱི་ཟས་ཟོས་པའམ་ཟ་ཟ་ཟོས་པའམ་ཟས་དུག་ཡོང་གི་ཁ་ལག་དེ་ཚོ་ད་ང་ཁྲོ་བོ་ལྟ་བ་རེད་དེ་ང་ཚེ་རིང་པོ་དེ་ཨེ་ཐབས་ཤེས་ཡིན་བསམ་ཙང་བསམ་ཚར་ཆེ་འདི་ཟ་སོང་ན་དུག་རེད་ཀོ་ཤི་གྲོགས་རེད། མིན་ཀྱང་གལ་ཏེ་དེ་མེད་པར་དེ་དུག་ཅན་མ་ཡིན་པ་ཡིན་ན་ཡང་འཕྲལ་དུ་ལུས་ལ་ཕན་པར་རློམ་ན་ཟེ། འོ་ད་དུག་ཅན་མ་ཡིན་པ་དེ་འདྲས་སོ་སོའི་གཟུགས་པོ་ལ་ཕན་ཡག་གི་ཐབས་ཤེས་ལ། འོ་དེ་འདྲའི་བློ་བློ་མི་གསལ་སྤྲས་པ་ནི་ཟས་ཟོས་པ་ཡང། གྱུར་དུག་གྱུར་དུག་གམ་མི་འཕྲོད་པར་གྱུར་ནས་སུ། འོ་དེ་ཡང་དུག་ཏུ་གྱུར་གྱི་རེད་གསུངས་གྱུར་དུག་ཟེགས་ཏེ་ཚིག་དེ་དུག་ཏུ་གྱུར་ཟེར་ཏེ། ད་སྐབས་འགར་ལ་དེ་འདྲའི་ཡག་མ་ཚིག་སྔ་ཕྱི་ཡག་མ་དཀྲུགས་ནས་དེ་འདྲའི་གསུང་གི་འདུག་དོན་དག་དེ་རེད་དུག་ཏུ་གྱུར་ནས་མི་འཕྲོད་པར་གྱུར་ནས་འཆི་བའི་རྐྱེན་བྱས་ཟེར། འཆི་བའི་རྐྱེན་བྱས་པ་ཡང་མང་ཞིང་འོ་ད་ད་ལྟ་ཤའི་གི་རྐྱེན་བྱེད་མཁན་མང་པོ་འདུག་ཨང། ཁྱད་པར་ད་ལྟའི་དུས་སྐབས་ན་སྐྱེ་བོ་ཕལ་ཆེར་ཤ་ཡི་ཟས་ལ་སྲེད་པ་ཆེ་བས་སོ། འོ་ད། རྫ་བབས་སྦྲུལ་རིན་པོ་ཆེ་འདི། རྫ་བབས་སྦྲུལ་རིན་པོ་ཆེ་འདི། ཅེས་རེ་ཟིག་གི་རྣམ་འགྱུར་རེ་གསུངས་པ་སྟེ། རྫ་བབས་སྦྲུལ་རིན་པོ་ཆེ་འདི། དེ་ནི། ཁམས་ལ་བཞུགས་དུས་གང་ན། ཨ་མདོ་བདག་རྟ་ཁམས་སྟོད་བར་བོད་ལ་བཞུགས་དུས་གང་ན། ཁོང་གིས་རི་རྒྱ་བསྡམ་རི་ཀླུང་བསྡམ་ཟེར་དོ། རི་དེ་འདྲའི་གི་གླིང་དེ་འདྲའི་མང་པོ་ཆེ་བ་དེ་ཚོའི་ནང་ལོགས་ལ་ཚེ་སེམས་ཅན་སྲེད་ཆོག་གི་མ་རེད་པ་དམ་དཔེ་དགོངས་རབ་ལྟར། ཐིག་འདི་འདྲའི་སྟབས་ཁོང་ཚོས་ནི་ལྕགས་ཁྲ་འདི་འདྲའི་ག་རེ་དེ་ཡོད་ཀྱི་མ་རེད་དེའི་ནང་ལ་སུ་ཡིན་ནས་སེམས་ཅན་བསད་ཆོག་གི་མ་རེད་སེམས་ཅན་ཚོ་དེའི་ཚེ་ཐག་བཏང་ཤ་བོ་དེ་འདི་འདྲའི་མང་པོ་ཡོད་ས་རེད་དེ་ནི་སེམས་ཅན་ཤ་ཟ་ན་མཉེས་པོ་ཡོད་མ་རེད་རྩ་སྦུབ་སྦྲུལ་རིན་པོ་ཆེ་སེམས་ཅན་བསད་ན་ད་ག་བ་ག་བ་ཤ་ཟ་ན་ཡང་སྡུག་ཅག་ཙིག་ན་འདུག་དེ་འོག་ཏུ་ཤ་ཟ་རྒྱུ་ཡོད་མ་རེད་གསུངས་དེ་མི་མང་ཆེ་བ་ནི་ཤ་ལ་དགའ་བོ་ཞེ་དྲག་འདུག་ག། གསུངས་དགོས་རེད་དེ། ཁྱད་པར་དུ་ད་ལྟའི་དུས་སྐབས་ན་སྐྱེ་བོ་ཕལ་ཆེར་ཤ་ཡི་ཟས་ལ་སྲེད་པ་བྱེད། ཤ་ཟ་ཡས་ལ་དགའ་བོ་ཞེ་རག་གཡོ་ལྡན་གྱིས་འདི་འདྲའི་རེད་རེད་བཞག་གསུངས་ལ་རྫ་བུབ་སྦྲུལ་རིན་པོ་ཆེས་གསུངས་གི་འདུག་ད། ཤ་ཁྲག་གི་ཟས་བག་མེད་དུ་སྤྱོད་པ་ལ་བརྟེན་ནས་ཟོ་བའི་ཤ་དང་ཁྲག་གི་ཟས་དེ་ཚོ་དེ་བག་མེད་ཟ་ཅིང་འདི་བག་ཡོད་རེད་བ། བག་མེད་ཟོས་དུས་གང་ལ་བསམ་བློ་གང་ཡང་མ་བཏང་ངམ Mindful ཡོད་མར་ཁྱོད་ནི། ཨ་ག་རེ་ཟ་ནས་ཟ་བཅུག་བཅུག་ད་བོད་ལ་རྒྱུ་མ་རྒྱང་གི་འདུག་བ་རྒྱུ་མ་ན་ལ་ཁྲག་གི་རྒྱུ་མ་རྒྱང་ནི་ཨ་ཁྲག་གི་རྒྱུ་མ་རྒྱང་དེ་འདྲ་ཡོང་གི་འདུག་བ། འོ་དེ་འདྲས་རྒྱང་ད་གང་ལྟར་ཤ་ཁྲག་གིས་བསྡུས་པའི་ཤ་དེ་འདྲའི་མང་པོ་ཟ་མཁན་ནི་དེ་འདྲའི་དུར་བཅོས་པ་ལ་བརྟེན་ནས་དམར་འདོན་དམར་འདོན། ནམ་ཤར་འདྲེན་གྱི་ནད་དུ་ནད་དུ་མ་འགྱུར་བ་མེད་པ་ལྟ་བུ་དང། འོ་ད་འདི་ཚོ་གང་དང་ཤ་ཁྲག་གི་ཟས་བག་མེད་དུ་སྤྱོད་པའི་རྒྱུ་མཚན་ལ་ལྟོས་ནས། དམར་འདོན་ནམ་དམར་འདོན་ཟེར་དུས་གང་ལ་དམར་གྱི་འདོན་ཁ་ལ་ཤ་དམར་པོར་བ་དིས་ཀྱི་འདོན་ཞུགས་ནས་མི་ནད་པ་ཆང་གིས་སོང་དེ་འདྲས་ད་དོན་དག་འདི་ཚིག་ཡོད་དེ། དེ་འདྲའི་གཡོ་འགུལ་རེད། དམར་སེང་དེ་འདྲའི་མང་པོ་ཟ་ཡོང་དུས་ག་ལ་སྐབས་ག་ལ་མི་ཁ་ཞིག་སྨྱོན་པ་ཆགས་དེ་གའི་སྟོན་ཤུགས་དེ་གའི་སྨྱོ་ཚུགས་ཚུགས་ཆགས་དེ་གའི་ན་ཚ་འདྲ་མ་འདྲ་དེ་འདྲའི་ནང་གའི་འོ་དེ་འདྲའི་མང་པོ་ཡོང་གི་འདུག་དེ་འདྲའི་ཡོད་པ་དེ་ཚོ་ནི་མང་པོ་ཡོར་ད་སོང་བ་དེ། འོ་དམར་སྟོན་རྣམས་ཤ་འདྲེན་གྱི་ནད་ནད་དུ་མ་འགྱུར་བ་མེད་སྲིད་པས་འོ་དེ་འདྲའི་གའི་ན་ཚ་སྡུག་ཅག་ལ་མ་འགྱུར་བ་ཡོག་མ་རེད་ན་ཚ་ཆགས་འགྲོ་གི་ཡོག་རེད་ཤ་ཟེར་བའི་རྒྱུ་མཚན་ལ་ཐོན། མི་ན་ཚ་མང་པོ་ཆགས་འགེ་དང་ཚོས་ཤ་མང་པོ་ཟ་བ་དེ་འདྲས་ཡོང་གི་རེད་ཟེར་བ་རེད། གཞན་ཡང་ཟས་དང་སྤྱོད་ལམ་ཉེས་པ་ཉེས་པས། ད་དེ་ཨམ་གཅིག་གི་སྐད་ཆ་རེད་དེ་ཨམ་གཅིག་ཚོ་གར་གསུང་གི་རེད། ཨོ་ད་ཚེ་རིང་པོ་དེ་ན་ཚ་གོ་གི་མི་འདུག་བསམ་གི་འདུག་ན། ཁ་ལག་ཟ་ཡས་ལ་གཟབ་གཟབ་བྱེད་གི་རེད་གསུང་བ་རེད། ཟས་དང་སྤྱོད་ལམ་ཟེར་སྤྱོད་ལམ་ཡག་པོ་གསུང་གི་རེད་ཟེར། གཟུགས་པོ་ཐང་པོ་ཡོང་ཡས་བྱེད་གི་འདུག་ད་དུས་གང་ལ་སྤྱོད་ལམ་ཡག་པོ་བྱེད་ཡས་དེ་རེད་ཤག། ལུས་ངག་ཡིད་གསུམ་གྱི་སྤྱོད་པ་འདི་ག་ཚོད་ཡག་པོ་བྱས་པ་དེ་ད་ག་གཟུགས་པོ་ཡག་ཆགས་དེང་གི་སོ་ལ་ཕ་ཕྱི་དོན་དྲི་རེ་བྱ་དེ་དེ་ངས་ལ་དབུ་མེད་སྨན་གྱི་ནང་ལ་བརྩིས་ན་ད་ག་རང་ཡོར་དེ་ཟས་དང་སྤྱོད་ལམ་ཉེས་སོང་ན་ཟ་བྱ་ཁ་ལག་ཟ་སྟངས་དེ་ཉེས་སོང་ན་དཔེར་ན་ད་ག་གཟུགས་ཟ་ཡ་དེ་ཏག་ཏག་འགྲིག་གི་ཡོད་ན་དེ་མ་བྱས་པ་ད་ག་གཟུགས་ཟ་སོང་ན་ནག་གི་རུ་བ། དང། ག་ཚུབ་བསྡུ་བའི་ནང་ལས་ན། འདི་ཡི་ལྕགས་གསུམ་ལ་དགོས་པའི་གི་ལྕགས་གཅིག་རྐང་ལྕགས་གཉིས་སྟོང་པ་བཞག་ཟིན་གི་སོང་འདྲ་ཞིག་དེ་འདྲི་ཡོག་དེ། འདི་ག་ཚོ་ཆགས་སོང་གཟུགས་པོ་ཐང་ང་ཡག་ག་ཡོད་སིག། གང་ལྟར་ཡ་ད་དེ་འདྲི། དེ་རིང་སང་ད་དེ་འདྲི་ཁས་ལེན་གི་ཡོག་མ་རུང། གང་ལྟར་སྤྱོད་ལམ་དེ་གང་ཅུང་མང་ཅུང་ཆད་སོང་ན་དེ་ནི་ན་ཚ་མང་ང་ན་གི་དེ། སྤྱོད་ལམ་དེ་ཟབ་ཟབ་ཅིག་རེད། སྤྱོད་ལམ་ག་གི་རེད། ལུས་ཀྱི་སྤྱོད་ལམ། ངག་གི་སྤྱོད་ལམ། ཡིད་ཀྱི་སྤྱོད་ལམ་དེའི་ནང་ནས་ཀྱང་ཡིད་ཀྱི་སྤྱོད་ལམ།

ལྟེ་བ་རྡོ། ལྟེ་བ་ལ་རྡོ་ཡིན་ན་ཅིག་སྐྱེ་གི་འདུག་དེ་ནི་ཀ་བ་མང་པོ་ཡོང་གི་འདུག་ཏོག་བཏོན་གི་འདུག་ཟིག་མི་འདུག་ཨོ་དེ་ཚོ་ན་ཚ་དེ་ཚོ་མང་པོ་ན་ཚ་ན་གི་རེད། དེ་ནི་བད་ཀན་སེ་དུས་གང་ལ་ཀྲི་བི་ན་ཚ་དེ་ན་གི་རེད། དེ་ནི་ཆུ་ནད་སེ་དུས་གང་ལ་དེ་ནི་རྐང་པ་དེ་ཚོ་སྦོས་ནས་དེའི་ནང་ལ་གཟུགས་པོ་ལ་ཆུ་བསགས་དེ་ནི་དེ་ནས་ཕར་ཚུར་འགྲོ་དུས་སྒྲོལ་མ་དུ་རྐང་པ་ཆེན་པོ་ཕྱགས་ཏེ་ཆུ་ཁང་ནས་དེ་འདྲའི་ཡོང་གི་འདུག་ཨ་ཆུ་ནས་སེམས་སྟེར་ཏེ། འོ་དེ་འདྲའི་ན་ཚ་དེ་འདྲའི་མང་པོ་ན་ཡལ་དེ་ཚོ་ཡོང་གི་རེད་ད་ཟེར་ཏེ་ཟས་དང་སྤྱོད་ལམ་ཉན་སོང་ན། འོ་དེ་འདྲའི་ན་ཚ་འདྲ་མ་འདྲ་ན་གི་རེད་སྐྱེས་དེ་འཆི་བའི་རྐྱེན་བྱེད་པ་ནི་གྲངས་ཀྱིས་མི་ཆོད་འོ་དེ་འདྲའི་འཆི་བའི་རྐྱེན་བྱེད་པ་དེ་འདྲ་ད་བསམ་གྱིས་མི་ཁྱབ་པ་མང་པོ་རེད་གསུངས་རེད་དེ་བཞིན་དུ་ལོངས་སྤྱོད་དང་སྙན་གྲགས་ལ་སོགས་དོན་དུ་གཉེར་བས། ད་ག་ཞིག་ང་ལ་རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་དགོས་ཀྱི་འདུག་ང་རྒྱུ་ཆེན་པོ་དགོས་ཀྱི་འདུག་ང་མིང་སྙན་གྲགས་ཆེན་པོ་དགོས་ཀྱི་འདུག་གཏམ་སྙན་གྲགས་དགོས་ཀྱི་འདུག་བསམས་ནས། དེ་གར་ཆོས་ཕ་རོལ་གྱི་གཡུལ་ངོར་ཕྱིན་ཚེ་མི་གཞན་དག་ལ་བར་སེམས་ཅན་ལ་དམག་རྒྱག་པ་བྱས་སེམས་ཅན་མང་པོ་བསད་མི་མང་པོ་བསད་དེ་ནས་འཕྲོག་བཅོམ་བྱེད་ཁ་འགྲོ་གི་ཡོད་རེད་གསུངས་ཏེ། གཅན་ཟན་མ་རུངས་པའི་དྲུང་དུ་འགྲོ་བ་སྐབས་འགའ་ལ་གཅན་ཟན་ཞེད་སྣང་ཚ་བོ་དེ་འདྲས་དེ་སྟག་དང་སེང་གེ་དང་སྦྲུལ་དང་དུག་ཅན་གྱི་སྦྲུལ་དེ་འདྲས་འགྲམ་ལ་མང་པོ་འགྲོ་སོང་ན་དེ་ཚོའི་སོ་རྒྱབ་ནས་བསད་འགྲོ་དགོས་རུང་བ་དེ་ཚོ་ཡང་ཕྱི་རྐྱེན་རེད་འདུག་ཨོ། ཆུ་ལ་བག་མེད་དུ་བརྒལ་བ་སོགས་དམག་ལ་འགྲོ་དུས་གང་ལ་སྐབས་འགའ་ལ་གར་གཅིག་གི་རིང་དམག་མི་ཚོས་དམག་རྒྱབ་ས་དེ་ཚོ་ང་ཚོ་ནི་དམག་རྒྱག་པར་འགྲོ་ཡོད་མ་རུང་ད་དམག་མི་ཚོས་ཧ་གོ་དགོས་རེད། ངོ་བོས་སུ་མ་བྱ་དགའ་འགྲོ་དུས་གང་ཆུ་གང་ཆུ་མ་ཆུ་བརྒལ་ནས་འགྲོ་དགོས་རོགས་ཆུ་དེ་འདྲའི་ཡོད་ན་དམ་ཚབ་བྱས་ནས་གང་ཆུ་མ་ཆུ་འོ་དེ་འདྲའི་ཆུ་ལ་བག་མེད་བརྒལ་བའི་རྒྱུ་མཚན་ལ་ལྟོས་ནས་ཡང་ན་ཚ་མང་པོ་བྱེད་མཁན་ཡོད་རེད་གསུངས་དེ་འོ་དེ་ཚ་ཆུ་ལ་བག་མེད་དུ་བརྒལ་བ་སོགས་འཆི་བའི་རྐྱེན་དུ་གྱུར་པ་ཡང་གྲངས་ཀྱིས་མི་ཆོད་སེ། འཆི་བའི་རྐྱེན་ཆགས་ནས་དེ་འདྲའི་དྲ་གྲངས་ག་ཚིག་ཐུག་ཡ་ཡོད་མ་རེད་དེ་འདྲའི་འཆི་བའི་རྐྱེན་དེ་འདྲའི་གྲངས་མེད་མང་པོ་ཡོད་རེད་གསུངས་དེ་གཞན་ཡང་འཆི་རྐྱེན་རྣམ་པ་སྣ་ཚོགས་པའི་འཆི་དུས་ངན་པ་མེད་པར་འཆི་བ་སྟེ། འོ་ད་ད་དུང་འཆི་བའི་རྐྱེན་དེ་འདྲ་རྣམ་པ་སྣ་ཚོགས་པ་ཡོད་དུས་གང་ན་ཤི་དུས་གང་ལ་དེ་ནི་ངན་པ་རྣམ་པ་ང་ཚོ་དེ་འདྲའི་ཆེ་ནི་ཤི་གི་རེད་ད་སུ་གཅིག་ལབ་ཐུག་མ་དེ། འཆི་བའི་རྐྱེན་དེ་གང་འདྲའི་ཡོངས་གྲོགས་ཡོད་མེད་ཧ་གོ་མ་དེ། བས་ན་དུག་སོམས་དང་འདྲ་སྐབས་འགའ་ལ། ད་དེ་འདྲ་བས་ན་ང་དུག་སེལ་བས་འཆི་བའི་རྐྱེན་གཅིག་ཆེ་ན་དེ་འདྲའི་ཡོངས་གྲོགས་ག་རེད་ང་དུག་ཡར་ལངས་དུས་གང་ངའི་རྐང་པ་དེ་དེའི་ཅོག་ཙེ་ལ་ཐོགས་བ་རེད། ཅོག་ལོ་ཚོགས་ནི་མར་རེད་སོང་རེད། ད་ད་ད་ད་གད་གད་ན་ཡོད་པ་རྐང་པ་དེ་ཏིལ་ཙུ་ན་བར་མ་ཏོ་ཤིང་གད་བྱེད་ཡོད་མ་རེད། ད་གད་བྱེད་མ་སོང་ས་ཧོ་དེའི་རྐྱེན་བྱས་ནས་ཤི་གྲོང་གད་དེ་འདྲས་ཡོད་རེད། ཕྱི་རྐྱེན་ལ་ངན་པ་ཡོད་མ་རེད་རྐྱེན་ག་འདྲས་ཤིག་ཐེབས་འགྲོ་ཡོད་མེད་སུ་ཆེ་ཧ་གོ་མ་རེད་གསུངས་པ་རེད། ཧོ་དེ་འདྲས་ཡོང་གད་དེ་འདྲས་ག་བྱེད་རྐང་པ་དེ་ད་དེ་ནས་སང་ལོ་མི་རྒད་པོ་དེ་འདྲས་ལ་ནི་ཁང་པའི་ནང་ལ་བར་རིས་འགྲོ་གི་འདུག་ཨ་ལགས་ལྷག་པར་དུ་ཡང་དེ་ཐབ་ཚང་དང་གསང་སྤྱོད་དེ་འདྲས་ལ་གྲི་དག་ཤོར་ནས་རིས་ནི་དེ་ནི་ན་ཚ་ཆགས་སོང་སེང་གེ་ཙམ་རེད་དེ་ནི་རུ་སྒོག་ཆགས་སོང་སེང་གེ་དེ་ཡོང་འགྲོ་དེ་ཚོའི་ཕྱི་རྐྱེན་རེད་ད་ད། ཕྱི་བའི་རྐྱེན་བདག་ངེས་པ་ཡོད་མར་ག་འདྲས་ཀྱི་ཡོངས་གཅོག་ཡིན་མོད། འོ་འཆི་དུས་ངེས་པ་མེད་པར་འཆི་བ་ཡིན་ཏེ་ཁ་ཅིག་མ་ཡི་མངལ་དུ་འཆི་བའང་ཡོད། ཁ་ཤས་སྤུ་གུ་ཨ་མའི་ཁོག་པ་ལ་ཆགས་དུས་དེ་ག་ལ་སྤུ་གུ་ཞིག་སྟེ་ཨ་མའི་ཁོག་པ་ནས་མ་སྐྱེས་དུས་ག་ལ་སྤུ་གུ་རོ་རོ་དེ་འདྲས་སྐྱེས་ཡོང་མོད་གལ་སྲིད་ཨ་མའི་ཁོག་པ་ལ་ཤི་ཚར་ཏེ་སྤུ་གུ་དེ་ཁ་ཤས་ག་རེ་ཡོད་ཟེར་ན་ཁ་ཅིག་སྐྱེས་མ་ཐག་ཏུ་འཆི་བའང་ཡོད། ཁ་ཤས་ཨ་མའི་ཁོག་པ་ནས་མ་སྐྱེས་ཚར་བ་དང་སྐྱེས་ཚར་དང་ཉི་མ་གཅིག་གཉིས་གཅིག་འདྲ་ལམ་ཟག་ཤི་འགྲོ་བ་དེ། འོ་དེ་འདི་གའི་ཡོང་གི་རྐྱེན་དེ་འདྲ་རེད་དོ། ཁ་ཅིག་ཁོག་པོ་གོག་ཙམ་ན་འཆི་བ་ཡང་ཡོད། ཁོག་པོ་གོག་ཟེར་དུས་གང་ལ་པུས་མོ་དང་ལག་པ་དུ་འདྲའི་བཙོ་ནས་སྤུ་གུ་ཆུང་ཆུང་དེར་རྐང་པ་ཡར་ལངས་ཐུབ་ཀྱི་ཡོད་མ་རེད། ཁོག་པོ་གོག་ཟེར་ཏེ་པུས་མོ་གཉིས་དེ་ས་ལ་བཙོ་དེ་ལག་པ་གཉིས་དེ་ས་ལ་བཙོ་ནས་འགྲོ་གི་འདུག་ཨ་སྤུ་གུ་ཆུང་ཆུང་དེ་འདྲ། འོ་དེ་ག་ས་གང་ནས་སྤུ་གུ་ཤི་འགྲོ་གི་དེ་འདྲ་ཡང་མང་པོ་ཡོད། ཁ་ཅིག་དར་ལ་བབས་ནས་འཆི་བ་ཡང་ཡོད་ཁ་ཤས་ལོ་བརྒྱད་ནས་བཅོ་ལྔ་བཅུ་དྲུག་བཅུ་བདུན་དེ་བ་སླེབས་ནས་ཤི་འགྲོ་གི་རེད། ཁ་ཅིག་རྒས་ཤིང་འཁོགས་པ་ཁ་ཤས་ལོ་དྲུག་ཅུ་ཡལ་སྟབས་དང་རྒས་ཤིང་འཁོགས་པ་ཟེར་ན་འདི་རེད་དེ། ལོ་དྲུག་ཅུའི་ཡལ་འདབ་དེར་རྒས་ཤིང་འཁོགས་པ་རེད། དེ་གཟུགས་པོ་དེ་གཟུགས་པོ་རྒས་དེ་ནི་གཟུགས་པོ་གུག་གུག་ཆགས་རུང་རེད། འོ་དེ་འདྲའི་ཆ་ནས་ཤིང་རྒས་དེ་འདྲའི་མང་པོ་ཡོད། ཁ་ཅིག་སྨན་དང་སྲུང་བར་བྱེད་ལོང་མེད་པར་འཆི་བའང་ཡོད། ཁ་ཅིག་གར་འཆི་དགོས་རེད་བཱི Accident དེ་འདྲའི Accident བྱས་ནས་བཱི་ཤི་འགྲོ་ཞིག་སྨན་སྤྲད་འགྲོ་སྤྲད་ཞིག་སྨན་སྨན་ཁང་ལ་མ་གླས་ནས་ཤི་འགྲོ་དགོས་རེད།

ལོ་ནད་གཏན་ལ་སྦྱར་ནས་ཤི་མིག་གསོན་ལ་བཏེགས་ཏེ་ཨོ་ད་དེ་ཚོ་ཉིན་བྱེད་ད་ཚེ་སྔོན་མེད་ཀྱི་ལས་ངན་པ་དེ་ཚོ་རེད་གར་ཅི་གི་ཨོ་ཟེར་ན་ལོ་ནད་ལོ་ན་ཚ་ན་ནི་དེ་ནི་ཉལ་ས་ལ་གཏན་ལ་སྦྱར་ཟིག་འདུག་ཨ་མ་ཀའི་གཏན་ལ་གཟུགས་པོ་སྦྱར་ཟིག་འདུག་གར་ཉལ་ས་ལ་ཉལ་ཉལ་བ་བསྡད་ཀྱི་ཡོད་རེད་གསུངས་ད་ལོ་ནི་ལོ་ད་དེ་ཚོ་ལས་ཀྱི་ན་ཚ་དེ་རེད་དེ་སྨན་གྱི་བྲག་གུ་མ་རེད་དེ་ལ་ད་དེ་བྲག་ཡས་ག་རེད་བསམ་ཆོས་ཀྱི་བྲག་གུ་རེད་དེ། ཆོས་བཤད། སྡིག་པ་སྡིག་པ་དེ་འདྲའི་བཤགས་པ་ཕུད་དེ་སྔགས་དེ་འདྲས་བཏོན། སྦྱིན་པ་བཏང་གནས་བསྐོར་བསྐོར་དེ་འདྲས་བྱས་སོང་ན་གྲགས་ཡོད་ག་དེ་ཚོ། གཞན་སྨན་གྱི་གྲགས་ཡག་གེ་ཡོད་མ་རེད་དེ་མཚང་ཁ་ཅིག་ལོ་ནད་གཏན་ལ་སྦྱར་ནས་ཚེ་ཤི་མིག་གསོན་ལ་བལྟས་ཟེར། ཤི་མིག་གསོན་ལ་བལྟས་ཟེར་དུས་གམ་ད་མ་གའི་ཉལ་ས་དེར་དེ་འདྲས་དེ་མི་དེ་འདྲས་འདུག་སླད་དུ་མི་གསོན་པོ་དེ་གསོན་ལ་བལྟས་ཟེར་དུས་ག་ན་ཁོ་རང་གི་སྤུན་རྒྱག་དེ་འདྲས་དང་རོགས་པོ་དེ་འདྲས་དེ་ལྟ་ག་ལས་སོང་ན་མིག་དེ་སྐྱར་དྲིལ། དྲིལ་དེ་ཚོའི་ལ་རོགས་པ་དེ་ཚོ་ལ་བལྟ། བལྟ་ཟེར་ཕྱིན་ང་འདི་ནས་དྲངས་ན་ཕྱི་མ་རུང། ཏན་ཏན་མགྱོགས་རོགས་མགྱོགས་པོ་ཞིག་དྲགས་རོགས་ཕྱིན་བསམ་ལ་ཁོང་གིས་དེ་ལ་ཤི་མིག་གསོན་ལ་བལྟས་ཟེར། ཨོ་དེ་འདྲའི་ངང་ལ་ཕྱིན་ནས་མ་གལ་ཏེ་ན་ཉལ་ས་འདི་ནས་ཡར་ལངས་ཡས་མེད་པ་དེ་ནས་ཤི་མཁན་མང་པོ་ཡོད་རེད་གསུངས་ཏེ། ངོ། རུས་ཁོག་ལྤགས་ཀྱིས་གཡོགས་ཏེ་འཆི་བ་ག་ཤེད་ནི་རུས་ཁོག་པད་མ་སྲིན་སྐམ་པོ་ཆགས་ད་རུས་ཁོག་འདི་ལ་ལྤགས་པ་གཡོགས་པ་ཙམ་མ་གཏོགས་ཤ་རྡོག་པོ་ཞིག་མཐོང་རྒྱུ་མེད་དེ་གའི་སྐམ་པོ་ཤི་ལ་ཀ་དེ་འདྲས་ཡོང་གི་འདུག་བ། ཨོ་དེ་འདྲའི་ཆང་གི་དེ་འདྲའི་མང་པོ་ཡོད་ས་རེད། ཁ་ཆེའི་གདོང་ཐུག་ལྟ་བུའི་ས་རེད་གདོང་ཐུག་ལྟ་བུའི་ཟས་ཟ་བྲོ། ཟ་བྲོ་གཏམ་བཤད་བྲོ། ལས་ཀ་བྱེད་བྲོ་ལ་ཤི་བ་དུ་མ་ཡོད་ས་རེད། ཁ་ཆེའི་གདོང་ཐུག་སི་ཏུ་ཁང་དེ་ཕ་ཆེ་དེ་ཚོའི accident ཡིན་པ་འདྲ། གདོང་ཐུག་སི་ཏུ་ཁང་ཅི་ཞིག་ལ་བ་ཐུག། ཐུག་ཡོད་འདུག་ཁན་སྐད་ཆ་བཤད་གི་བཤད་གི་ལ་སྐད་ཆ་བཤད་བྲོ་བཤད་བཤད་དེ་མཇུག་མ་དེ་བར་ཤི་འགྲོ་དེ། ཁ་ལག་ཟ་གི་ཟ་གི་ལ་ཟ་གྲོགས་བྱེད་དུས་ག་ལ་ཤི་གྲོགས་ཀྱང། དཔེར་ན་ག་རི་དེ་ལས་དེ་འདྲའི་པགས་གཏང་འགྲོ་བར་ད་ག་རི་ནང་ལ་སྐྱིད་པོར་ཞིག་འདའ་སྟེ། རྒྱ་གར་ནང་ལ་ཡིན་ན་ག་ག་རི་ནང་ལ་ཁ་ལག་བཟང་གི་ཞེ་དྲག་མི་འདུག་བ། ཕྱི་རྒྱལ་དུ་བ་རེ་ཡིན་ན་མང་ཆེ་བ་ག་རི་ལ་ཕ་གི་རི་ཉོས་ནས་ག་རི་གཏང་གི་གཏང་གི་ཁ་ལག་ཟ་གྲོགས་ད་དེ་འདྲའི་ཨེ་གཟི་ཞིག་ཁ་ལག་ཟ་གི་ཟ་གི་ཟ། ཚ་ཡོད་མར་དེ་འདྲའི་ཤི་གྲོགས་ཀྱི་མང་པོ་ཡོད་རེད་གསུངས་ཏེ། ད་ད་དེ་ཚོ་བསམ་བཏང་གི་ན་དེ་རིང་བསམ་མང་པོ་འདུག་བ། བན་སྤྲུལ་རིན་པོ་ཆེ་གི་མངོན་ཤེས་རེ་ཆེ་རོ་དང་མཚུངས་པ་ཀ་ཅིག་གདོང་གཏུག་ལྟ་བུའི་ཟས་བཟའ་གྲོགས་ཟས་ཁ་སྤུ་ར་བཟའ་ཚ་ཡོད་མ་རེད་ཤེས་གྲོགས་པ། གཏམ་བཤད་གྲོགས་ཟེར། གཏམ་བཤད་གྲོགས་དེ་ནི་ཤེས་སྤུ་ར་བཤད་ཚ་ཡོད་མ་རེད། ཤེས་གི་ཤེས་གི་ལ་དེ་འདྲའི་སྤུ་ར་ཚང་མ་འཇུག་བསྡུས་ཡོད་མ་རེད་དེ་འདྲའི་ཤེས་གྲོགས་མཁན་དེ་འདྲ་ཡོད། ཁ་ཤེས་ལས་ཀ་བྱེད་གི་བྱེད་གི་ལ་ཤེས་གྲོགས་མཁན་དེ་འདྲ་ཡོད། ཁ་ཤེས་ཡི་གེ་འབྲི་གི་འབྲི་གི་ལ་ཤེས་གྲོགས་མཁན་དེ་འདྲ་ཡོད། འོ་ད་དེ་འདྲ་ཡོད་རེད། ཨ་ཤི་བ་དུ་མ་ཡོད་ཁ་ཅིག་རང་གིས་རང་གསོད་པ་ཡང་ཡོད་བ་ད་དེ་རང་ཤི་བྱ Suicide ཚིག་ད་དེ་རིང་ས་མང་པོ་དུ་བ་རང་གིས་རང་ཤི་འགྲོ་མཁན་རང་གིས་རང་གར་ཅིང་ཤི་གི་ཡོད་རེད་འོ་ཁོ་ལ་སྡུག་པོ་མང་པོ་ཕོག་བ་རེད་དཀའ་ངལ་མང་པོ་འཕྲད་བ་རེད་དེ་ནི་ཁོ་ཁོང་ཁྲོ་ཚ་པོ་ཡོད་རེད་བཤད་སྟངས་ཚ་པོ་ཡོད་རེད་སྟོད་ཆགས་ཚ་པོ་ཡོད་རེད་རྒྱུ་མཚན་དེ་ཡི་ཕྱིར་དེ་ནི་མི་གཞན་དག་ཅིག་ལབ་དུས་ཁོ་སྒོར་ཐུག་གི་ཡོད་མ་རེད་དེ་འདྲས་བྱས་ནས་དེ་ཁོ་པ་སེམས་འདི་པའི་གར་སུག་རེད་དགོངས་མ་གཏོགས་བྱས་ནས་སེམས་ཁྲལ་མང་པོ་བྱེད་ལང་དེ་འདྲས་ཤི་འགྲོ་མཁན་དེ་འདྲས་བུ་གཟུ་དོག་པོ་བྱས་ཡོད་མ་རེད་བུ་གཟུ་དོག་པོ་བྱས་ཟེར་ན་སྨྱོན་པ་ཆགས་གི་རེད། པས། བུག་སུ་རྡོག་པོ་དེ་གང་བྱུང་བས་ང་ལ་གཅིག་ཡོང་གི་རེད་སྨན་ཡོང་གི་རེད་དེ་འདྲའི་མང་པོ་བསམ་བློ་བཏང་རྒྱུ་ཡོད་མ་རེད་དེ་བྱས་སོང་ནས་དེ་སྨྱོན་པ་ཆགས་འགྲོ་གི་རེད། ཨོ་དེ་འདྲས་བྱས་ནས་ཤི་འགྲོ་མཁན་དེ་འདྲས་མང་པོ་ཡོད་རང་ཤི་རྐྱང་གི་དེ་ལྟར་འཆི་བའི་རྐྱེན་གྲངས་མང་པོའི་དབུས་ན་འཚོ་བའི་ཚེ་ནུས་པ་ཆུང་ཆུང་བ་རླུང་གསེབ་ཀྱི་མར་མེ་ལྟར། ཨོ་དེ་རེད་ད་འཆི་བའི་རྐྱེན་ནི་གྲངས་མང་པོ་རེད། འཚོ་བའི་རྐྱེན་ཟེར་དུས་གང་ལ་མ་ཤེས་པ་བྱེད་འདོད་ན་ཐབས་ཤེས་ཚེ་རིང་པོ་དེ་གའི་རྐྱེན་དེ་ནི། རླུང་གསེབ་ཀྱི་མར་མེ་ལྟར་གནས་པ་ཡིན། དེ་རླུང་གསེབ་ཀྱི་མར་མེ་ལྟར་གནས་པ་ཡིན། དཔེར་ན་མ་གི་ཕྱི་ལོགས་དེ་ལ་ང་ཚོ་བ་རན་དྲ་དེ་ག་འདི་ག་འདི་བཏུང་ས་འདི་ག་འདུག་དེ་ནས་བ་རན་དྲ་གང་ལ་གཡབ་བྱེད་མི་འདོད་དོག་དོག་རལ་ལིང་ཆེ་རལ་ལིང་དེའི་སྒང་ལ་ཆོས་མེད་དུ་སྤར་དང། རླུང་གི་དེ་འདྲ་ཅན་ག་དུས་ཞི་འགྲོ་ཡོང། འཆི་བའི་རྐྱེན་དེ་དེ་འདྲས་རེད་ཟེར་རླུང་གཟེབ་ཀྱི་མར་མེ་ནང་ཞིག་ག་དུས་ཞི་འགྲོ་ཡོང་ང་དགོངས་པ་དེ་ན། ཤི་རབས་ཤི་རབས་ཤི་རབས་ཤི་རབས་ཅན་དེ་འདྲས་ཅན་དང་རྐྱེན་དེ་འདྲ་འོ་དེ་འདྲས་སམ་དང་པོ་རེད། འཚོ་བའི་འཚོ་བའི་འཚོ་བའི་ཚེ་ནུས་པ་ཆུང་བ་རླུང་གཟེབ་ཀྱི་མར་མེ་ལྟར། འོག་ཏུ་རླུང་གསེབ་ཀྱི་མར་མེ་ལྟར་དུ་ད་དད་འགྲོ་ཡོད་མེད་གི་ད་ཁ་ཤས་དེ་གི་མ་རེད་ཁུ་དེ་མར་མེ་དེ་ཤི་འགྲོ་གི་རེད་འོ་དེ་འདྲས་སུ་འདྲ་གི་རེད། དེ་ལྟར་གནས་པ་ཡིན་པས་དུས་ད་ལྟ་ཙམ་གྱི་གློ་བུར་དུ་སླེབས་ཏེ་ཟེར་བ་དང། ཤི་བའི་དུས་ཚོད་དེ་ལམ་སང་སྐད་ཅིག་གཅིག་ལ་གློ་བུར་དུ་སླེབས་ཡོང་གི་རེད་ད་དེ་དུས་གང་ལ་ཕྱིའི་རྩ་བར་ད། སང་གི་ཉི་མ་ཙམ་ལ། སྒོའམ་མཁའ་ལ་རྭ་ཅོ་སྐྱེས་པའི། སྒོའམ་མཁའ་ལ་རྭ་ཅོ་སྐྱེས་པའི་དུད་འགྲོ་ཞིག་ཏུ་སྐྱེས་མེད་པའི་ངེས་པ་ཡང་མེད་པས་སོ། དེ་ལྟ་བས་ན་སྔས་མ་ལུས་རྒྱུད་ཅིག་ཡོད་ལ་དེ། མི་ཞིག་སྔས་མ་མི་ཞིག་ཡོད། མི་དེ། ད་ཁོ་ཕག་སུ་འགྲོ་དུས་གང་ལ་ཁོ་རང་གི་ལས་དང་དབང་ལྡང་བསམ་བློ་བཏང་ནས། ཁོ་ལ་གནོད་སྦྱིན་གནོད་སྦྱིན་གྱིས་ཁྲེལ་བ་རེད། གནོད་སྦྱིན་ཟེར་དུས་གང་ལ་ཡག་ཤ་ཡག་ཤ་ཟེར་གི་འདུག་ཨ། དེ་བ་དང་གནོད་སྦྱིན་སེམས་ཅི་ད་གང་ད། ང་ཚོ་མི་ཡི་རིགས་དེ་འདྲས་ད་མ་རེད། གནོད་སྦྱིན་གྱི་རིགས་ཟེར་དུས་གང་ལ་ལྷ་དང་འདྲས་དང་དེ་འདྲས་ཀྱི་རིགས་དེ་འདྲས་རེད། འོ་དེ་འདྲས་གནོད་སྦྱིན་གྱི་རིགས་ཀྱིས་ཁོ་ཉིན་མདོ་གྲོགས་པོ་བསྒྲིགས་པ་དེ། གྲོགས་པོ་དེ་ག་རེ་ཁོ་རང་གི་ལས་རེད་བ་ད་དེ་སྙིང་དོར་གྲོགས་པོ་དེ་ཡོད་འདུག་གམ་དེ་གནོད་ཆེན་དེ་ལ་ཁོས་ག་ལ་ལབ་ནས་ཁེལ་ཡོང་གི་རེད་ད་ང་ལ་དེ་དེ་གར་གསེར་རྡོག་རྡོག་ཅིག་ཁེལ་ཤུགས་ལབ་ན་ཁོས་ཁྲག་སྐྱེལ་ཡོང་གི་རེད་ཨོ་དངུལ་འབུམ་ཅིག་ཁེལ་ཤུགས་ལབ་ན་ཁྲག་སྐྱེལ་ཡོང་གི་རེད་ཁ་ལག་དེ་འདྲ་འདྲ་མོ་འདྲ་ཁེལ་ལབ་ལམ་སང་དེ་ཁེལ་ཡོང་གི་རེད་ཁོས་དེ་སྐྱེལ་ཡོང་གི་རེད་གང་འདོད་པ་ལྟར་དུ་ཁོས་གི་རོགས་པ་ཅིག་ཡོད་དེ་དེ་ནི་ཀོ་སི་ཀོར་དག་ཀོ་འདོན་ཀོ་མི་དེ་སྐྱིབས་དག་ཆོས་ཀྱི་དག་ཀོ་ཕྱུག་པོར་བ་དག་ག་ཚོད་དགོས་དགོས་རེག་དག་ཀོ་ཀོས་ཚ་ནི་ག་ཚོད་བླང་བླང་རེད་འོ་དེ་འདྲའི་མང་པོ་བླང་ནས་དེ་ཁེ་ཡོང་དུས་ག་དེ་ནི་ཁོས་ལབ་པ་རེད་མི་དེ་མི་དེ་གིས་དག་གྲོགས་པོ་ཁྱོད་རང་གིས་དག་ང་ག་དུས་ཤེས་ས་རེད་ཁྱོད་རང་ཧ་གོ་ཧ་གོ་རེད་ཧ་གོ་རེད་ཟེར་ཀོ། མི་ཁ་བ་ཁ་བ་ཞིག་གིས་མི་ཁོའི་གནོད་སྦྱིན་དེ་ཚང་མ་ཧ་གོ་གོ་རེད་དེ་ཁོས་ལབ་པ་རེད་དེ་མི་དེ་གིས། ང་ག་དུས་ཤི་གི་འདུག་ན་ཤི་བ་དེ་མ་ཤི་སྔོན་ལ་ཟླ་བ་གསུམ་གི་སྔོན་ལ་ང་ལ་ཡིན་གཅིག་མིན་གཅིག Information ཁི་ཤོ་ཨ་ཟེར་ང་ལ་སྤྲད་ཨ་ཟེར་གི། ཡ་ཡ་ཟེར་གི་ད་གྲོགས་པོ་རེད་དེ་ནས་ཁོ་སྐྱིད་པོ་བཏང་ནས་གང་བྱུང་དམངས་བྱུང་ཅིག་ཁོས་ཚང་ནས Order བཏང་ནས་ཁ་ཁ་ཚོད་སྐྱག་རྫས་ཟ། དེ་ནས་ཉི་མ་གཅིག་གྲོགས་པོ་དེ་གནོད་སྦྱིན་དེ་སླེབས་རེད་ཨོ་གྲོགས་པོ་ཟེར་ཁོས་ལབ་རེད་ད། གྲོགས་པོ། ད་གྲོགས་པོ་ག་པོ་བསྡད་གི་རེད་བསམ་པས་ན་བསྡད་བསྡད་གི་རེད་ད example རེད། དེ་ནས་ཁོས་ལམ་སང། གྲོགས་པོ། ང་གི་ཤིང་གཏམ་ང་གི་ལ་མི་དེ་འདྲ་དེ་འདྲ་ཅིག་ཡོད་པ་ཟེར་འོ་ཡོད་ཟེར། ཁོ་ཤི་སོང་ཟེར་ལབ། གནོད་སྦྱིན་དེ་གིས། ད་གྲོགས་པོ་གིས་འོ་ཟེར་ཁོ་ཤི་ན་ཤི་ག་རེ་ཧ་ལས་ཡོད་རེད་བསམ་པར་གོ། གཡུལ་ཞལ། འོ་འདི་འདྲའི་ཅིག་འདའ་བ་ཞིག་ཕྱིན་པ་རེད། ད་ལྟ་བ་གཉིས་པ་དེ་ལ་ལས་དུས་གྲོགས་པོ་ཟེར་ནས་ཡང་གྲོགས་པོ་ལེན། ཨོ་དེ་མ་གལ་ཏེ་སྟག་གདོང་དེ་བ་མི་དེ་འདྲས་ཞིག་ཡོད་པ་ཟེར་ཨོ་ཡོད་ཟེར་ཁོ་ཤི་སོང་ཟེར་ན་ཨ་ཟེར་ཁོ་ཡང་ནང་མི་ཞིག་གཡུག་བྱ་རེད། ད་བ་གཉིས་ཕྱིན་སོང། ད་ཐུགས་སུ་བ་དོན་གཡུག་ཟེར་ན་ད་ཧབ་བལྟ་ཅིག་ཟེར་ལེ་ད་ཁོ་ཤི་ཡ་ལ་ཧབ་བལྟ་ཅིག་མ་གཏོགས་ཡོད་མ་རེད། གྲོགས་པོ་ཟེར་ན་ཁྱོད་རང་ཉི་མ་བདུན་ནས་ཤི་གི་རེད་ད་ཟེར་ལབ་རེད།

ཨོ་དེ་དེ། གང་ལྟར་གཟི་ཧའི་སྒར་གཟིགས་ཡོད་རེད། ག་དུས་ཤི་འགྲོ་ཡོད་མེད་ཧ་གོ་མ་རེད་ཤི་བའི་དུས་ལ་སླེབས་ཚར་དུས་གང་ལ། གློ་བུར་དུ་ཤི་བའི་གི་དེ་ཨ་ཤེ་གཤིན་རྗེ་ཆོས་རྒྱལ་དེ་གློ་བུར་དུ་སླེབས་ཡོང་དུས་གང་ལ། ད་གལ་གལ་བྱེད་ལོང་མེད་པ་དེ་ནི་ཐབས་ཤེས་གལ་གལ་མེད་པ་བཞིན་ཚག་གི་ཚིག་བཞིན་ཤི་འགྲོ་གི་རེད་ཟེར་ལབ་དང། ཁོ་ན་ཤི། ཐང་ཧབ་ད་ཅིག་འདུག་ལབ་དུས་ཁོ་ན་ཁོག་དེ་སྐྲ་དག་ཆོད་སོང་སྟེ། ངོ་མ་ཕྱི་ན་ཧབ་ད་ཅིག་ཉི་མ་བདུན་ཡོལ་བར་ལས་ཀ་བྱས་འདུག་བ་ངོ་མ་ཕྱི་ན། འོ་དེ་ཡང་མ་བྱས་བ་ཞིག་ཁ་སང་ཁོ་དཀྲུག་པ་བརྒྱབ་པས་ད་ཁོ་ཉིན་དཀྲུག་པ་བརྒྱབ་ནས་ཁོ་གནོད་སྦྱིན་སྒོར་འགྲོ་དགོས་བ་དེ་ནི་རོགས་པ་བྱས་ཡོད་ཤག་འདུག། འོ་དེ་རེད་ད། ཟེར་དུས་གང་ལ། ད་ལྟ་ཙམ་འཆི་བ་གློ་བུར་དུ་སླེབས་ཏེ་སང་གི་ཉི་མ་ཙམ་ལ་ཟ་ད་དེ་རིང་འདི་འཆི་བ་དེ་དེ་རིང་གློ་བུར་སླེབས་ནས་སང་ཉིན་འཆི་བ་དེ་རིང་ཁྱོད་རང་ཤི་བ་ཡིན་ན་སང་ཉིན་ཁྱོད་རང་དུད་འགྲོ་ཅིག་ལ་མགོ་ལ་རྭ་ཅོ་ཡོད་དེ་འགས་ཅིག་ཐག་སི་སྐྱེ་ད་དེ་འདྲས་ཅིག་སྐྱེ་ཅིག་ལ་ཐག་ཆོད་པ་ཅིག་དེ་འདྲས་འགས་ཡོང་ནས་ཧ་གོང་མར་ད་སི་མུར་དེ། སང་གི་ཉི་མ་ཙམ་ལ་མགོ། མགོའམ་ཁ་ལ་རྭ་ཅོ་སྐྱེས་པའི་དུད་འགྲོ་ཞིག་ཏུ་སྐྱེས་མེད་པའི་ངེས་པ་ཡང་མེད། དེ་འདྲི་ཞིག་ལ་སྐྱེ་གི་ཡོད་མེད་སུ་གཅིག་ཧ་གོ་གི་མ་རེད་གསུངས་ཏེ། ཨོ་དེ་འདྲའི་འཆི་བ་གསུང་གི་དེ་ཐོབ་ལེ་གིར་གདའ། དོན་དག་ནི་ཆོས་བྱས་ན་མ་གཏོགས་གསུང་གི་རེད། འཆི་བ་དེ་ཨ་ད་ད་ད་ང་ལྷོ་གཞོན་གཞོན་ཡིན་གང་ཞིག་མ་གཏགས་བསམ་རྒྱུ་ཡོད་མ་རེད་ཟེར་དུས་ད། ད་ག་རང་བསམ་ཁུར་བ་ནི་ད་ནི་ང་ཞོན་ཞོན་འཆི་འཕོ་བཏང་ཡའི་དུས་ཚོད་རེད་ཟེར། དེ་ལབ་བསྡད་ཀྱི་རོགས་མི་ཚང་མ། འོ་དེ་འདྲའི་ཡོད་མ་རེད་ཟེར་ག་དུས་ཤི་འགྲོ་ཡོད་མེད་ཧ་གོ་བར་ནམ་འཆི་ཆ་མེད་དང་གར་སྐྱེ་ངེས་མེད་ལ་ཡིད་ཆེས་ཐོབ་པར་གྱིས་ཆའོ་ཟེར། ག་དུས་ཤི་འགྲོ་ཡོད་མེད་འདི་ངེས་པ་ཡོད་མ་རེད་ཟེར། འོ་ཡ། གར། གར་སྐྱེས་ངེས་མེད་ག་བ་སྐྱེས་འགྲོ་ཡོད་མེད་ངེས་པ་ཡོད་མ་རེད། གཅིག་བྱས་ན་མ་གས་དམྱལ་བ་རྡོ་རྗེ་དང་ན་ལེར་སྐྱེས་འགྲོ་གཅིག་བྱས་ན་དུད་འགྲོ་ལ་སྐྱེས་འགྲོ་གཅིག་བྱས་ན་འཕགས་པ་ལ་སྐྱེས་འགྲོ་གཅིག་བྱས་ན་མི་ལ་སྐྱེས་འགྲོ་གཅིག་བྱས་ན་ལྷ་མ་ཡིན་ལ་སྐྱེས་འགྲོ། ག་བ་སྐྱེས་འགྲོ་ཡོད་མེད་ངེས་པ་ཡོད་མ་རེད་གསུངས་རེད། དེ་ཡིན་ཙང་དེ་འདི་ཚོ་གི་མི་རྟག་པའི་ཆོས་དེ་ལ་ཡིད་ཆེས་བྱེད་དགོས་རེད་ད། ཚང་མ་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་གི་རེད་ད། ཆོས་ད་ལྟ་ཉིད་དུ་སྒྲུབས་ཤིག་གསུངས་ད་དོན་དག་དེ་རེད་ད། ང་ཡི་དྭགས་ཕ་ཆེའི་ད་ལྟའི་ཞག་ས་དེ་དེ་རིང་ཏག་ཏག་རེད་ཞག་བདུན་པ་ས་བདུན་པ་དྲག་པོ་ལ་བསམ་ཏེ་མི་རྟག་པ་སྒོམ་པ་ས་ད་དེ་ཡུལ་ཞག་ན་ཨོ་ཡ་ད་དེ་རིང་འདི་བོ་ད་ཕྱིན་དེ་དེ་ལྟར་ཆོས་མཉན་པའི་དགེ་བའི་རྩ་བ་འདི་ཐམས་ཅད་དེ་ལྟ་ཡོད་པའི་སེམས་ཅན་དེ་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་ན་ཅི་མ་རུང་སྙམ་པའི་སེམས་ཅན་ལ་བསྔོ་བ། སྨོན་ལམ་དེ་ཡག་པོ་བྲིས་ཡོད་འདུག་བསམ་བློ་བཏང་ནས་དེ་བསྔོ་བ་དེ་བཏོན།